ཨ་ནི་དམངས་ཕྲུག་ཡོངས་སུ་རྫོགས་པར་སྤྱོད་པས་ནི། དར་གྱིས་བགྱིས་པའི་སངས་རྒྱས་ཁྱོད་ཀྱི་དགོངས་པ་ཡང་དག་པར་ལྷུན་གྱིས་འགྲུབ་པ་ནས་འཛོམ་པ་གླིང་སྟེ་ཞི་བདེ་དང་ནི་མུ་འཁྲུལ་ཚུལ་དཀོན་པ་ཅན་ཡོངས་ཀྱི་ལྷག་པ་ཅན་བོད་ཁ་བ་ཅན་གྱི་ཞིང་ཁམས་སུ། ཕོ་བྲང་པོ་ཏཱ་ལ་ལ་བྱ་ཚོགས་བདེ་བ་འཁོད་ཐོབ་པ་གི་དམར་ལམ་དང།

ལུས་བུང་བ་ནང་བཞིན་གྱིས་ཡོང་འདོད་ཀྱི་འདུག་དེ་ཡོང་བའི་རྒྱུ་རྐྱེན་དེ་ནི་རྣམ་པ་ཚང་ལ་ད་ངས་མང་པོ་ཅིག་ཞུས་ཡོད་རེད་མང་པོ་ཅིག་གསན་མཁན་གྱི་དོན་དག་རྟོགས་འདུག་ག་རེ་ཟེར་ན། རྟོགས་པ་དེ་ཚོ་དངོས་ཡོད་ཀྱི་གནས་ཚུལ་ཞུ་གི་ཡིན་མ་ཟད་རྡོ་རྫུན་ཧམ་པ་ཕྲ་མ་ཚིག་རྩུབ་མ་མི་གང་ཡང་ཞུ་གི་མེད། ཁ་ཆེ་པ་ལུས་ན་ཡོད་པ་དེ་བཞིན་དང་པོ། དྲང་པོ་གཏེར་མཛོད་བསྙེན་པ་ཁྲོན་གྱི་འབྱུང་ཁུངས་གསུམ་པ་ངོ་ཚ་རྒྱ་མཚོ། བརྒྱད་པ། ཆུ་སྣང་བ། ལྔ་པ། བཞི་པ་རྒྱ་སྒོ་ཚེ་བདག་གི་བདག། བོད་ཀྱི་སྣ་རིགས་ཀྱི་ལོ་རྒྱུས་ལ་མི་དགེ་གཙང་མ་བཅུ་དྲུག་གི་ནང་ལ་ཡང་ཚང་མ་ཡོད་བསྡད་པའི་གཅིག་རེད། དེའི་ལྷག་ཏུ་ངོ་སོ་བཞི་གཏན་ལ་ཕེབས་པའི་གཅིག་ལྷག་ཏུ། ཡོད་མ་རེད་དེ་འབོར་གླིང་གི་དུས་རེ་ཚོ་གཉིས་ཁྲིམས་ཚོགས་གསར་པ་ག་འགྲིག་གི་སོ་ན་དོན་དག་ངོས་རང་སོང་གི་མི་དགེ་གཙང་མ་བཅུ་དྲུག་གི་ནང་ལ་ཁྲིམས་དེའི་ལྷག་ཏུ་ད་མི་འདུག་ཞེས་ཡ་རྒྱལ་སྤོབས་ཀྱི་ཞི་རྒྱས་བྱས་ཡོང་ཐབས་དེ་མི་འདུག་དུ་སོགས་གསུང་དགོས་ཡ་དེ་བོད་མི་རང་ཉིད་ཀྱི་ལས་འགུལ་ཡང་དག་པ་ཞིག་རེད་བསམ་གི་འདུག་དེ་ནས་ད་ད་ལྟ

སྐྱོན་མེད་ཀྱི་ཆགས་ཚར་ཏེ་ངོ་སོགས་ཀྱི་ཁ་གཏད་ཆོག་གི་མི་འདུག། ད་དེ་འདྲ་ཡིན་ཚར་ཏེ། ད་བོད་མི་འདུས་སྡོད་ག་བ་ག་བ་ཡོད་ན་ཨ་ནི། ཚང་མ་མང་ཆང་པ་མང་ཐུན་པ་བཟོ་ཡ་དེ། ངོ་སོགས་ཀྱི་གཙོ་བོ་དམིགས་ཡུལ་དེ་འཛོམས་ནས་ད་མི་བཏང་དགོས་ན་བཏང་རྒྱུ་བཏང་དགོས་ན་བཏང་བྱེད་ཀྱི་ཡིན་སེམས་དུ་ད་ལ་དོན་དངོས་སུ་ག། མཐའ་རྒྱུད་སྟོན་འདུག་གི་འདུག་ཨ་ད་ལྟ་དེ་བེད་སྤྱོད་བཏང་པ་དེ་རང་ལ་ཡོང་འདུག་གི་འདུག་དོན་ཚན་གཉིས་པ་བཙན་བྱོལ་བོད་མིའི་གནད་ཡོད་མི་སྣ་ཁག་མི་ཡག་ཁག་ནག་པོ་བཟོ་ཐབས་ཟེར་གི་འདུག་ཨ་སེམས་དཀྲུག་རྒྱུ་ཟེར་གི་འདུག་ཨ་གནད་ཡོད་ཀྱི་མི་སྣ་ད་ཁྱེད་ཁྲ་ཆུང་ཚོ་འགོ་ཁྲིད་ས་གནས་ཀྱི་འགོ་ཁྲིད་གཞུང་གི་འགོ་ཁྲིད། དེ་ག་ནང་ཆེན་ཚོགས་པ་ཚོ་སོ། དེ་ག་ནང་ཆེན། ཨ་ནི་ཚོ་སོ་གཞིས་ཆགས་ཀྱི་འགོ་ཁྲིད་དུ་སོ་ནང་ཁུལ་ལ་མང་ཆགས་པ་སོ་ཡ་དེ་གལ་ཆེན་པོ་ཡིན། དོན་ཚན་གསུམ་པ་དམངས་ཚོགས་ཀྱིས་གཞུང་དང། མཐོ་རིས་མི་སྣ། ཡིད་ཆེས་མེད་པ། ཡིད་ཆེས་མེད་པ་བཟོ་རྒྱུ་དང་ཡིད་ཆེས་ཤོར་བྱེད་རྒྱུ་བཟོ་དགོས་ཡིན། ད་མ་བྱས་པ་དེ་བྱས་ཤག་ཞེས་པ་དེ། མ་བྱས་པ་དེ་འདྲའི་རྫུན་བཟོ་རིན་ལུགས་བཤད་ནས། མི་དེ་དག་མེད་པ་བཟོ་དགོས།

ཆོས་ལུགས་པར་དཀྲུག་ཤིང་རྒྱག་རྒྱུ་སོགས་ཆོས་ལུགས་བར་ལ་དཀྲུག་ཤིང་རྒྱག་རྒྱུ་དེ་དག་ཡོང་དུ་ཡོང་གི་རེད། དོན་རྣམ་པ་ཚོགས་ཀྱི་མཁྱེན་གྱི་ཡོད་རེད་ད་ལྟ་ཡང་བསྐྱར་དེའི་ཐོག་ཟེར་ནས་ད་དགེ་བཤེས་མཁས་དབང་ཡིན་གྱི་རེད་གྲྭ་པ་འགོ་རེད་ཀྱི་འདུག་འབོ་འདི་ལ་ནི་དགེ་བཤེས་བདག་རང་ཡིན་ན་ཅིག་རེད་ཟེར་ད་ཁོ་རྟག་པ་བཤད་འདུག་གི་རེད་ད་དེ་དོན་ངོས་རང་ཚོ་རྣམ་པ་ཚང་མ་གི་མཁྱེན་འདུག་པ་ཅིག་རེད་ད་ལྟ་ཡང་ཁོ་བཤད་འདུག་གི་འདུག་དོན་དུ་དེ་འདྲ་བ་ཞིག་ད་གྲྭ་པ་ཁ་ཤས་འདུག་ངོ་སོ་ཆོས་ལུགས་ལ། སུ་གང་གིས་དགག་པ་རྒྱག་དགོས་ཡོད་མ་རེད་ཞུ་ཡ་ཡིན་དེ་དང་པོ་སོང། ད་ལྟ་གྲྭ་པ་ཡིན་ན་རེད་དགེ་བཤེས་ཡིན་ན་རེད་བླ་མ་ཡིན་ན་རེད། སྤྲུལ་སྐུ་ཡིན་ན་རེད་ཐུགས་ལ་འཇགས་རོགས་ཞེས་ངོ་སོ་ཆུད་དགོས་དགོས་ཡོད་རེད། ངོ་སོ་བོད་བསྟན་པ། ཆབ་སྲིད་ཟེར་འདི་དེ་བོད་ཁ་བ་བྱང་གི་ཞིང་ཁང་འདི་སངས་རྒྱས་ཀྱི་ཆུས་དར་ས་གི་ལུང་པ་གཅིག་རེད་དུ་མི་སོ་ཆུ་མེད་རུག་ལུག་རྒྱ་གུང་ཁྲན་རིས་མི་སོ་ཡོད་མ་རེད་དེ་ཆུས་མི་དགོས་ཟེར་གི་ཡོད་མ་རེད། ནང་དོན་གང་རིགས་དབྱེ་འབྱེད་བྱེད་དགོས་རེད། ངོ་སོ་དེ་རྣམ་དབྱེ་གཉིས་པ་རྣམ་དབྱེ་གཉིས་པ་རྣམས་ལ་བྱེད་པ་པོ། བྱེད་པ་པོ། བྱ་བའི་ཡུལ་ལ་བྱ་བ་བྱེད་པའི་གི་བྱེད་པ་པོ། གི་ག་རེ་བྱས་འདུག་བྱ་བའི་ཡུལ་ལ་བྱ་བ་བྱས་འདུག་མི་འདུག། དེ་སོགས་འགྲིག་གི་མི་འདུག་ཟེར་ནས་གཅིག་གི་ཐོག་ཚེ་ནས།

ཡོང་སྒོ་ལྷག་པ་ཅན་དེ་རིགས་སོ་གཉིས་འཛམ་གླིང་གི་མཐོ་སར་ལ་ནང་པ་འབུ་མཚོ་མང་པོ་གིས་ཁྱོད་བཤད་ནས་ངོ་སོགས་ཀྱི་ཆོས་ལུགས་དེ་ཡང་འཛམ་གླིང་གི་མཐོ་ལ་སྒང་ལ་བསླད་དགོས་རེད་མི་སྲིད་མ་འོག་ལ་འགྲོ་དགོས་ཡོད་མ་རེད་གཙོ་ཆེ་ཆེ་ཁྱོད་ཆོས་ཀྱི་སྐོར་སོགས་ལ་དད་ཕན་ཆེན་པོ་སྐྱབས་མགོན་བསྟན་འཛིན་རྒྱ་མཚོ་ལ་ནང་པ་ཆོས་ཡོངས་རྫོགས་ཀྱི་དད་ཕན་ཅིག་གནང་ཤེས་ཡོད་རེད་དེ་རང་གིས་ད་འབྲི་དགོས་ཡོད་པ་དེ་ནང་པ་སོགས་ཀྱི་ཐུགས་ལ་ཆུད་རོགས་ཞེས་དེ་ནས་སངས་རྒྱས་དང་ཞེ་ཆགས་ཞེས་འགའ་འདའ་འགའ་འདའ་བརྗོད་བཞི་འབུ་ཐོན་བྱ་རྒྱུ་ཟེར་ད་བོད་ནས་སངས་རྒྱས་རིགས་དང་འདི་ཕྱི་ལོག་ལ་ཡོང་མཁན་སྐྱ་ཆོས་ལ་སྔ་ནས་གླེང་མཁན་སོགས་བར་ལ་མ་འཐུས་པ་བཟོ་དགོས་རེད། གསར་འགྱོག་དང་རྙིང་འགྱོག་ཟེར་ཡ་སོ་དེ་ཚོ་ཤེས་ད་དེ་ཚོ་ཡོང་དུ་དགོས་དུ་བ་རྣམ་པ་སོ་ཐུགས་སེལ་གནང་དགོས་དགོས་རེད་ཤོད་ཡ་ཡིན། ད་དགོས་པ་བོད་པ་དང་ཡུལ་མི་བར་འཁོན་འཁྲུག་སློང་རྒྱུ་ཡོད་སྲིད། བོད་པ་དང་རྒྱ་དགག་གི་གཞིས་ཆགས་བར་དང་ལ་ཨ་ནི་བོད་པའི་གཞིས་ཆགས་དང་པར་རིས་ཁག་ལ་ཕྲན་བུ་ཕྲན་བུ་བལྟས་སེ་ཡོང་དུ་དགོས་ཡོད་རེད་དེ་ཚོ་ཐུགས་སེལ་སྐོར་ནས་དཀྲུག་ཤིས་རྒྱག་ཡ་གི་ཁོ་ཚོ་ཐབས་ཤེས་བྱེད་དགོས་རེད་དེ་འདྲའི་སྨྲ་གནང་རོགས། གཟབ་གཟབ་བྱེད་དགོས་འདུག། ཨ་ནི་སྤྱོད་པ་རང་བཙན་དང་དབུ་མེད་ཀྱི་བར་ལ་ཨ་ནི་འགལ་ཟླ་བཟོ་རྒྱུ་ཟད། ད་རང་བཙན་དང་དབུ་མེད་ཀྱི་བར་ལ་འགལ་ཟླ་གང་ཡང་བཟོ་ཡ་ཡོད་མ་རེད། རྒྱུ་མཚན་ག་རེ་རེད་ཟེར་ན། དབུ་མེད་ཞེས་ན། གཉིས་ཕན་གཅིག་གི་ཐོག་སོ་ནི་ཐང་ལང་དེ། སྐབས་དང་དུས་ལ་བརྟེན་ནས་སྐྱབས་མགོན་བསྟན་འཛིན་རྒྱ་མཚོ་གིས་ཏང་གི་མགོ་ཁྲིད་པ་རེད་མ་ཟད་དོ་དོན་དག་མི་དམངས་རང་གིས་ཐག་གཅོད་བྱས་ནས་མི་དམངས་འོས་བསྡུ་རིམ་པ་རིམ་པ་བྱས་ནས་སྲིད་སྤྱི་གཉིས་ཀྱི་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་དུས་ཆོད་དུ་བྱ་བཞིན་ཡོད་རེད་རྣམ་པ་ཚོ་ཁྱེད་ཚོ་དུས་ཆོད་དེ་ད་ལྟ་འགྱུར་བ་འགྲོ་ཡོད་མ་རེད། སྤྱི་འཐུས་གྲོས་ཚོགས་ལ་ཡོད་དང་ཡོད་བཞིན་པ་རེད་དུས་ཆོད་དེ་ལག་བསྟར་ཤིང་ཤིང་དེ

ཀྱ་སྐྱོ་ལོ་ཡོང་གི་བའི་བཙན་འཛུལ་བྱས་ནས་རྒྱ་གུང་ཁྲན་གྱི་བོད་དེ་མ་དབང་བདག་བཟུང་བྱས་ནས་བཙན་འཛུལ་བྱས་ནས་དམག་མི་ཁྲི་དམག་སོང་གི་བོད་དེ་བསྐོར་ནས་བོད་དེ་ཟ་བྱ་རེད་རྣམ་པ་སོང་བཙན་འཕྲོག་བྱས་པ་རེད་མི་མགོ་ཁྲོད་རྒྱལ་དང་ཨ་ཀྱ་མགོན་བསྟན་འཛིན་རྒྱ་མཚོ་བརྩེ་བའི་ཅིག་གིས་རྒྱ་གཞུང་ལ། ཀྱག་ཀྱོག་བྱས་ཡོད། ཀྱག་ཀྱོག་ཟེར་ན་རྒྱ་གར་གཞུང་གི་སྐུ་མགྲོན་ལ་བཞག་ཡོད་རེད་ད། དངོས་གནས་བཤད་ན་ངོ་སོ་ཀྱག་ཀྱོག་རེད་བཙན་ཤོག་རེད་ད་བཙན་ཤོག་ཀྱག་ཀྱོག་རེད། ད་དེའི་ཁ་ཉན་བྱས་ནས་རྒྱ་ནག་ལ་འགྲིག་ཐབས་བྱས་ད་རྒྱ་མི་ལ་ངོ་ཚ་པ་མ་དགོས་བ་ཅིག་ད་ལྟ་བར་དུ་ངོ་སོ་ཕང་ཁོ་དགོས་རེད་ད་ད་ངོ་སོ་ཕང་ཁོ་ཐོག་གི་མ་རེད། ད་ངོ་སོ་དབུ་མའི་ལང་གི་ཐོག་ཟེར་ནས་བོད་རྒྱ། སྙན་དུ་དབྱིངས་སུ་གྲོལ་བའི་ཐབས་ལམ་དེ་རྒྱ་ནག་གཞུང་གིས་ཁས་ལེན་དགོས་གི་རེད་མ་གཏོགས་དེ་ཁས་མ་ལེན་པར་རྒྱ་ནག་གཞུང་གང་ཡང་ཧམ་པ་བཤད་ས་རག་གི་མ་རེད་ཞུ་ཡ་དེ་ད་རྒད་པོ་འཇམ་དབྱངས་བསྟན་འཛིན་གྱིས་སེ་སེ་ཐིང་ཐིང་ད་བལྟས་སུ་ཅིག་ཧ་གོ་གི་ཡོད་ས་རེད་མི་སྲིད་ང་མཁས་དབང་དང་འཇོན་ཐང་དང་གང་ཡང་མེད་སྟབས། བ་མི་རྒྱུད་ཁ་མའི་འདྲེ་གི་འདྲ་འཇག་ཆོས་ཁྱོད་ཀྱི་མི་གཟུགས་ཁ་མའི་རྐུན་མའི་ནག་པོ་ཅིག་ཡོང་དུས་ཨ་ནི་སྨྲ་ཤེས་རང་ཤེས་ཐུག་ནས།

དེ་འདྲའི་ཚ་དེ་ད་ངོ་རོ་སོང་ཚང་མ་མི་རེ་ངོ་རེ་ནས་འགན་རེ་རེ་ཁུར་ན་དུས་ཚོད་དུས་ཚོད་གཅིག་ནས་འཛོམ་པི་ལིང་དམག་འཁྲུག་མི་དགེ་དུས་ཚོད་རྙོག་དྲ་ཚ་པོ་དུས་ཚོད་ཉེན་ཁ་ཚ་པོ་གཅིག་རེད་དེ་ཉག་གཉིས་ནས་ལྟ་བ་ཡིན་ཟེར་ན་ངོ་སོ་བོད་གི་གི་གནས་ཚུལ་དེ་བཟང་དུ་བཟང་དུ་འགྲོ་བ་ད་ཚང་མ་གི་མཁྱེན་གསལ་རེད། དེ་འདྲའི་ཚོགས་དེ་དག་ཤེས་ཡོན་ཅན་ཡིན་ན་རེད། འཇོན་མཐོང་ཅན་ཡིན་ན་རེད་དུ་སོ་ཚང་མ་ཟེར་ཟེར་བྱེད་དགོས་ཀྱི་འདུག། ད་དང་བླང་ད་ངས་ཡིག་ཐོག་ཐོག་ནས་མ་ཞུ་གི་མེད། ད་ལྟ་དེ།

ཁ་ཞེ་གཉིས་མེད་ཀྱི་ཐོག་ཚུད་ནས་བསྟན་བཅོས་འགོད་དགོས་པ་རེད། ད་ངོ་སོགས་དེ་འདྲའི་ཅི་ཡིན་མ་ཡིན་པ་གཉའ་གནོན་རིམ་པ་མང་པོ་ཅིག་ཡོང་དུ་མི་རྩེད་པོ་ཆགས་དུ་འདུག་ཨ། ད་ད་ལྟ་དེ་རྒྱ་གྲགས་ཕུ་གྲགས་བྱས་ནས་དྲ་རྒྱ་ནང་ལ་དོ་རྒྱ་ཚོགས་དཔག་གི་ཚོགས་གཙོ་བཀྲ་ཤིས་དོན་འགྲུབ་ལ་ཨ་ནི་སྐད་གསང་མཐོན་པོ་གི་ཐོག་ནས་མ་བཤད་ནས་ཨ་ནི་ངོ་སོགས་དེའི་ཧྥ་རན་སི་ལ་ཨ་ནི་ཀྱི་བུད་མེད་ཅིག་རེད་མ་གཏོགས། གཞན་མགོ་ཁྲིད་དང་གོ་གནས་མཐོ་པོ་དང་གང་ཡང་མ་མེད་ཉམ་ཆུང་བུད་མེད་ཅིག་གིས་བསྟན་གཡོག་ལགས་ཀྱི་དྲང་གཏམ་ཅིག་གི་ཐོག་སུ་ནས་གསལ་བཤད་བྱས་པ་དེ་ཁོ་བརྒྱུད་ལ་ཚོད་མ་ཟུག་པ་ནང་བཞིན་མོ་ལ་དྲི་རྩད་བྱེད་དགོས་ཀྱི་ཡོད། མོ་ས་ལ་འགྲོ་ནས་སྐད་ཆ་དྲི་དགོས་ཀྱི་ཡོད་ཟེར་ད་ག་རེ་དྲི་ཡ་ཡོད་པ་ཁྱེད་རང་ག་རེ་བཤད་ཡོད་པ་ཁྱེད་རང་དུས་སང་དྲ་རྒྱ་ནང་ནས་ད་དྲ་རྒྱ་གསུམ་བཞི་ཁྱེད་རང་གིས་བསྐྱལ་ཡོད་པ།

སྤྱང་ཀི་རིན་པོ་ཏེ་དང་སྦྱིན་བདག་ལ། འགྲོ་ཡ་ལ་ཁོ་རང་ཕར་བལྟས་རེད། ཁོ་རང་ག་རེ་བཤད་ཡོད་པའི་ངོ་སོ་དྲ་རྒྱ་ནང་ལ་མང་པོ་བཤད་རིན་གཏུགས་ཚར་རེད། རྒྱལ་པོ་འཇམ་དབྱངས་བསྟན་འཛིན་གིས་ཁྱོད་ལ་ངས་ཁ་བརྡ་ཀློག་རྒྱ་མང་པོ་བཤད་ཚར་ཡིན་ཨ་ནི་ཐང་ད་ཁྱོད་ཁེ་དབང་ཡིན་ན་རེད་ད་ཚོད་སོང་ངོ་ཚ་ཡ་མི་འདུག་ཨེས་ཁྱོད་རྫུན་ཁྱོད་རྐྱང་བཤད་ནས་འགྲོ་འདུག་ན་དེ་རྫུན་དེ་ནང་ཡང་ད་ངོ་སོ་ཐག་ཆོད་གི་མ་རེད། གུང་ཁྲན་ཏང་གི་སྲིད་ཇུས་དེ་རྫུན་བཟོ་རུ་ལུག་རེད་རྫུན་རྐྱང་རྐྱང་ཤོང་ནས་འཛོམས་པི་ལིང་ཚང་མ་མགོ་སྐོར་བཏང་ཁྱེར་ད་དུས་སང་འཛོམས་པི་ལིང་རྒྱ་ནག་གཞུང་གི་མགོ་སྐོར་བཏང་ཐུབ་གི་ཡོད་མ་རེད་ཞུས་ཡ་ཡིན་དེ་ཁྱེད་རང་ཕྱི་གསལ་ནང་གསལ་ཡིན་ཁྱེད་རང་འབྲེལ་བ་ག་བ་ཆགས་གི་ཡོད་ཟེར་ན་ཁྱེད་རང་སོང་ཚོད་སོང་གིར་ད་ལྟ་ངོས་སོ་སྤྱོད་ཚོགས་དེ་བཅིངས་ནས་འོས་བསྡུ་གི་སྐབས་སུ་ལ་ཨན་ཁྱེད་རང་ཚོ་གི་ལ་འགྲོ་རྒྱུག་ས་རེད་ས་ནས་ཚུར་འཛུལ་ནས་ད་ད་ད་ཁྱེད་ནག་ཁྲ་ལ་སྐད་མཇའ་འཇོག་ཐུབ་ཐུབ་སྐད་གསང་མཐོ་པོ་གི་ཐོག་ནས་དོན་ཡོང་གི་འདུག་བ་དེ་དང་དེ་ནང་བཞིན་སྐྱེས་མའི་མང་པོ་གྱི་དོན་ཡོང་གི་འདུག་བ་འོ་དོ་སོ་ད་ཟབ་གཟེར་གནང་དགོས་རེད་དེ་ག་ནང་བཞིན་ལྷ་རྒྱ་རི་ག་རེད་ས། སྣང་རྒྱ་སྒྲོན་དཀར་ཨ་མ་དེ་ཡང་ཞི་བ་ཅིག་དེ་ནས་རྒད་པོ་འཇམ་དབྱངས་བསྟན་འཛིན་ལ་ཁྱེད་འགའ་ཟེར་གི་ཚོད་ན་ག་རེ་བཤད་ཡོད་ན་ཁྱོད་བཤད་དང་རྒད་པོ་འཇམ་དབྱངས་བསྟན་འཛིན་གི་ལོ་རྒྱུས་ཤེས་གི་ཡོད་ན་ལོ་རྒྱུས་དུས་སུ་བཤད་ནས་ཨ་ནི་ཁྱེད་རང་མ་ཅིག་གསུངས་དང་ཨ་ནི་དེའི་ངོ་སོ་བདེན་པ་ར་སྤྲོད་ཐོབ་གི་རེད་དེ་མ་ཟད་རྫུན་བཤད་ན་ཡོང་གི་མ་རེད་ད་ད་རྫུན་བཤད་ན་ཡོང་གི་མ་རེད་ཡོང་གི་ལྷག་པ་ཅན་སྤྱང་རྒོད་རིན་པོ་ཆེ་དགོང་ལོ་བསྒྲིལ་བོ་གཅིག་ལ་ཕབ་པ་དེ་དང་སྐུ་ལྷོད་ལྷོད་ལ་ཚང་མ་གི་བཞུགས་ཐོ་ཡག་དང་སྐུ་ཚེ་རིང་པོ་ལ་ངོ་སོ་བོད་ཀྱི་བདེན་མཐའ་མ་ཟད་པ་བཞུགས་ཐོ་ཡག་མི་དམངས་ཚང་མ་ལ་འགན་ཡོད་རེད་ད་དེ་རིང་ངས་རྒྱལ་པོ་གི་ཡང་རྒྱ་ཞུ་གི་ཡོད་ཡང་རྒྱ་ནན་ཏན་ཞུ་གི་ཡོད་སྐྱོ་ཚ་ཆེ་ཆུང་ག་རེ་ཡིན་རུང་ཡང་ཚོགས་པ་བཙུགས་ན་རེད། སྐྱིད་སྡུག་བཙུགས་ན་རེད། བོད་སྤྱི་བས་ཀྱི་ལས་འགུལ་སྤང་མཁན་གྱི་རང་བཙན་ཚོགས་པ་བཙུགས་ན་རེད། ག་རེ་ཚོགས་སུ་ལ་བོད་པས་ཀྱི་ཐོག་ལ་ཐ་ན་གསར་གཏོད་གནང་ཡུལ་གསར་པ་བཏོན་ཡག་ཡོད་ན་བཏོན་དང། ད་རང་བཙན་ཏག་ཏག་བཤད་དུ་མ་དེ་རང་བཙན་ཁ་ཆར་རེད་མི་སྲིད་དོ་ཉི་མ་གཅིག་ལ་ལས་འགུལ་བྱེད་པ་གི་ངས་མཐོང་མ་སོང་ཞུ་ཡག་དེ་ན་སྔར་ནས་ཞུ་གི་ཡོད་ལ་ད་ལྟ་ཡང་ཞུ་གི་ཡོད་འོ་དེ་འདྲས་ཀྱི་ཡིན། དེ་འདྲས་རྩོད་པ་ཅིག་རྒྱག་ཡག་ཡོད་ན་རྒྱ་གུང་ཁྲན་ལ་ལྟ་རྒྱ་ལ་ཡོད་དུ་རེད་མི་སྲིད་དོ་ངོ་སོ་ཐག་རིང་པོ་གང་ཡང་ཡོད་མ་རེད་སུས་གི།

ཚོགས་ཐོག་མེད་པ་གི་གནད་དོན་འདི་དང་འབྲེལ་ནས་བསམ་ཚུལ་འགའ་ཤས་བྱེད་འདོད་བྱུང། ཐེངས་དེ་གི་ནི་འདི་ཡི་གི་ཞུ་ན་སྐབས་བཅུ་དྲུག་པའི་གི་གི་གྲོས་ཚོགས་ཚོགས་འདུ་མཐའ་མའི་གི་སྐབས་མཚན་བཤད་པ་གསུམ་ཟླ་གཅིག་ལ་སྤེལ་བར་བ། འོ་དུ་སོ་ཡ་བཅའ་ཆོས་བྱེད་ཨ་ནི་ད་ད་སྲུང་མོ་དྲ།

ཁྱོད་ཀྱིས་ལག་བསྟར་བྱེད་མཁན་གྱི་མི་མང་གི་མངོན་འདོད་སྒྲུང་གི་གཞི་བཅས་བྱེད་ཐུབ་མཁན་དེ་གི་ཐོག་ནས་ཐག་གཅོད་བྱེད་པ་དེ་མེད་པ་སོགས་ནི་ད་ཁྲིམས་ལ་ག་རེ་བྱེད་ཡ་ཡོད་རེད། ཁྲིམས་ལ་གང་བྱེད་ཡ་མི་འདུག་ཁྱེད་རང་ཚོ་ཁེ་ན་ཏྲ་ལ་འགྲོ་བ་དེ་མི་མགོ་བདུན་པ་དེ་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལ་རྒྱུག་ཚད་ལས་ཡོལ་རྒྱུ་མ་རེད་འགྲོ་མི་ཆོག་ཚད་ལས་ཡོལ་རྒྱུ་མ་རེད། སྤྱོད་ཚུལ་གྲོས་ཚོགས་ཀྱི་ཁྲིམས་ལ་བརྩི་སྲུང་བྱེད་གི་ཡིན་བསྐྱར་སྲུང་ལག་བསྟར་བྱེད་གི་ཡིན་ཟེར་ནས་ཚོགས་འདུར་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་ཀྱི་སྐོར་ལ་དམ་བཅའ་དེ་ཡིན་ན།

ཀྱང་ཐོན་ས་རེད་བས། མི་འདི་ཚོ་བ་རང་སྐྱོང་དང་བསྐྱངས་ཡོང་ས་རེད་བས་སེ་རྨ་ལང་ཐང་ཁྱེད་ཀྱི་སྐད་གསང་མཐོན་པོ་ནི་ཤེས་ཀྱི་མ་ད་ལྟ་དྲ་རྒྱ་བལྟ་ཡ་ཡོད་རེད་ད་རྣམ་པ་ཚོ་དེ་ཚོ་རྫུན་བཤད་མེད་དེ་འདྲས་ཡིན་ཚ་དེ་ངོ་སོ་རྒད་པོ་རྒད་པོ་ཚོ་གི་གཞི་རིམ་མི་མང་དང་ལང་ལེང་གི་ཚོགས་པ་བཙུགས་ནས་མཚོན་ཆ་ཁང་ལ་ཐེབས་མང་པོ་བཏུགས་ནས་དྲང་བདེན་བཅས་ཀྱི་ཐོག་ལ་འགྲོ་འོས་ཐུབ་རྟགས་ཡིན་ཏེ། ད་ཐེངས་ཀྱི་དབང་སྒྱུར་གྱི་ཐོག་ནས་སྤྱི་དམངས་ཐོབ་ཤུགས་འགྲོ་ལུགས་ལ་བརྟེན་ནས་བཅའ་ཁྲིམས་དོན་ཚན་ཉེར་བཞི་རྩ་ཤེ་དང་བཅུ་གསུམ་དག་གི་འགལ་འགུལ་དུ་ཕྱི་རོལ་དུ་འདའ་བ་བརྗེད་འགྱངས་ཚ་ཤ་དེ་བྱས་ཏེ་ངོ་སོ་བྱེད་ཐལ་མི་འདུག་ཟེར་ཏེ་སླར་གསོ་ཞུ་ཡི་ཡིན་མ་ཟེར་དོ། ངོ་སོ་སྐུ་པར་འུ་ཚོས་ཤེས་ན་ཞུ་ཡ་ཡོད་རེད་དང་དེ་བོད་པའི་གི་ནང་ཁ་ནང་མ་དེ་ཁ་ནང་སུས་ཡ་གྱི་རེད་དང་ཁྲིམས་དཔེ་ནང་པ་ཚོང། མ་གཏོགས་ཏུ་ངོ་སོ་དགྲ་དང་རང་སྐྱོང་པ་གི་འགའ་བ་མ་རེད། ད་རྙོག་དྲ་ཞེ་བདེ་བཟོ་མཁན་དུ་ཚོ་རེད་དུ་འདུག་བ་ད་ལྟ་སྤྱི་འཐུས་ནང་ལ། ད་ད་རི་སྐད་སྤྱི་འཐུས་པ་གི་སྤྱི་འཐུས་མི་གཅིག་དགོས་ཡ་མི་འདུག། དེ་མི་མང་གི་བསམ་ནོར་གཏོང་དགོས་རེད་ད་དེ་འདི་མི་འདི་དང་འདི། གཏོར་མ་རེ་རེ་ལ་མ་འཇལ་རེ་རེ་དང་ཀ་བ་རེ་ལ་བཀའ་རྒྱན་རེ་རེ་རྒྱག་དགོས་ཡ་མེད་ད་ཕྱི་གསལ་ནང་གསལ་བོད་པ་རྩམ་པ་ཟ་གི་ཡོད་ན། བླ་སྤྲུལ་དགེ་བཤེས་ནས་གཙོས་པའི་མཐའ་དམག་གི་མཁྱེན་གསལ་ཡིན། དེ་ལ་ཐུགས་འགན་གནང་རོགས་ཞེས་རྒྱ་བ་བརྒྱུད་པའི་ཆོས་སྤྲིངས་དེ་བྱེད་ཀྱི་ཡོད་ཚོད་སྣང། བདག་སོང་སྙིང་གི་གཟུངས་སུ་རྟ་སྨན་གྱི་བཀའ་བཞིན་སྤྲུལ་པའི་ཆོས་པ་རེ་གཉིས་ནས་སྐུ་ཚང་གཅེན་མཆོག་རྒྱ་མཚོ་ཐར་སོན་མཆོག་སྨིན་ཅུང་ཟད་ཀྱི་རྒྱལ་བའི་བྱིན་ལེན་དང་རྟེན་འབྲེལ་སླུ་བ་མེད་པའི་བདེན་པ་བདག་གི་ལྷག་བསམ་དག་པའི་ཐུགས་ཐོག་གི་སྨན་པའི་དོན་དགུ་བདེ་བླག་མྱུར་འགྲུབ་ཤོག་གསུངས་འདུག་བ།

ཡག་པོ་གྱིས་མི་མང་གི་དང་རོགས་བྱེད་ཡས་ས་ཡིན་ཁ་བདེ་པོ་ལ་ལྟ་ཡག་མི་འདུག་དང་ཁ་བདེ་པོ་གིས་ལ་ཡུག་དང། ཁ་བདེ་པོ་གིས་གཡུང་རྒྱལ་དང་ལ་བདེ་པོ་གིས་ལ་ཡུག་ཟེར་ཡ་གཅིག་ངོ་སོ་བཏང་པའི་རྒན་གོག་ལ་ཡོད་དེ་བྱེད་གི་འདུག་དང་དེ་བྱེད་ན་དོལ་ཚོགས་ཀྱི་ཕན་ཐོག་གི་མ་རེད་བྱུང་ཨ་རིག་གི་སྤྱི་འཐུས་ནང་ལ་བུད་མེད་ལ་ཐོག་ན་ཡག་པོ་འདུག།

སོ་སོགས་ཀྱི། ལྟ་བ་ཡང་དག། ལྟ་བ་ཡང་དག་པ། རེ་བ། སོ་སོགས་ཀྱི་བསྟན་ས་དེ། བླ་མའི་དེ་ཡོན་ཏན། བླ་མ་དེ་གའི་མཛད་རྗེས་དེ་ལ་བརྟེན་ནས་དད་པ་དང། བླ་མ་དེ་གའི་བཀའ་དྲིན་ལ་བརྟེན་ནས་ཨ་ནི། གུས་བརྩེ་ཞུ་རྒྱུ་དང་སྙིང་དབུས་ནས།

ད་འདྲའི་བཤད་ཡོད་པ་དེ་རྣམ་པ་གསུམ་མཁྱེན་གསལ་རེད་ད་དེ་ངས་མེད་མེད་དངོས་ལ་བསེ་རུས་ཡང་དག་ཞུ་གི་མེད། དེ་འདྲ་ཡིན་ཏེ། ད་དོན་དག་དེ་རེད། ལེགས་དང་ངན་པ་བཤད་པ་ལས་ཟེར་ད། ཡག་པོ་བཤད་ཡོད་ན་རེད་སྡུག་ཅག་བཤད་ཡོད་ན་རེད། དེ་སོ་སོ་སོ་སོ་གི་ལྟ་སྐྱེ་སྟངས་ནས་བྱེད་དགོས་ཡ་གཅིག་རེད་མ་གཏོགས། དེ་ལ་དཔྱད་པ་ནང་འདྲ་བྱེད་དགོས་ཡ་གི་རྒྱུ་མཚན་གང་ཡང་ལྡན་མི་འདུག།

ཚོགས་གསོག་གི་རང་རང་ཐོག་ཏུ་བསྡད་པའི་ཅིག་གི་མི་ལ་ངན་ཇུས་ག་རེ་བཏོན་ཡོད། མ་ངན་ཁ་ཡོག་ག་རེ་བཤད་ཡོད་དོ་ཚོ་ཚང་མ་ཁྲ་ཁྲ་ཁྲིག་ཁྲིག་ཡོད་དོ་རེད་ཞུ་ཡ་ཡིན་དེ་ད་རིང་འདི་ཨ་ནི་ཐ་སོ་ནང་གི་ཐོག་སོ་ལས་ད་ཞོ་བོ་ཅིག་དྲ་རྒྱ་སྙིང་ཐུང་ནས་ཞོ་བོ་འགའ་ཁོ་ཞེ་རྒྱུས་ཞེ་རྒྱུས་ཆེན་པོ་གང་ཡང་མ་རེད་ས་ཡིན་ལྐུག་པ་ལུང་ཐུང་རེད་ཁོ་སྐད་ཤ་དེ་ཚོ་སྔོན་མ་ནས་དུས་ཚོད་ཤེས་ཐམས་པ་རྒྱ་བསྟན་འཛིན་རྒྱ་མཚོ་ལ་ཁོས་དགའ་ལན་མང་པོ་རྒྱག་ཚར་རེད་ད་ལྟ་ཁོ་རྒྱ་བསྟན་འཛིན་རྒྱ་མཚོ

ཀང་ར་རྫོང་ཁོངས་ཀྱི་སྲིད་དབང་ལས་ཁུངས་ཐོག་ཤོད་དེ་ལ་ཕུལ་བ་ཡིན། ཕུལ་ནས་ག་རེ་གསུང་གི་འདུག་ཟེར་ན་མི་རང་ག་བ་འགྲོ་ན་འགྲོ་ངོ་སོ་དོག་པ་མེད། མི་རང་འུ་ས་ཤོད་ཟེར་ན་འུ་ས་དེ་རིག་ནོ་ཞེས་སྔ་ས་ནས་བཤད་དགོས་རེད་མ་གཏོགས་མི་རང་ག་བ་འགྲོ་ཟེར་ན་རྒྱ་གར་རྒྱ་ཡོང་ག་བ་འགྲོ་ན་ངོ་སོ་དགོས་མོ་ལ་སྲུང་སྐྱོབ་ཡོད་མ་གཏོགས་མོ་ལ་ངོ་སོ།

དེ་ཁྱེད་ཨ་ནུ་ཐང། ཁྱེད་རང་ངའི་རྒད་པོ་གི་ཁ་ལ་ཉོན་ན། ད་དུ་སོ་ཚང་མ་ཁྱོད་དུས་ཤིག་ཁ་བཙུམ་ནས་བཞུགས་ན་ཡག་པོ་རེད། ཨ་ཡོང་གིས་ཁ་བཙུམ་མ་ཐུབ་ད་རུང་ཡང་བསྐྱར་མང་པོ་བྱས་ཟིན་ན་ད་ཡོང་གི་རེད་ད། དེ་ད་ལྟ་དུས་གསུམ་གྱི་འདུ་བ། དོ་རྒྱག་གི་འགོ་ཁྲིད་བཀྲ་ཤིས་དོན་འགྲུབ་ལགས་ཀྱིས།

འོ་དེ་འདྲ་ཡིན་ཚ་དེ་རྣམ་པ་ཚང་མ་གི་ད་རིག་པ་ཡག་པོ་གི་འགྲོ་ན་མ་ཚ་དགྲ་ཚང་མ་ཨ། གར་ཚ་གོ། ཉྭ་བུས་སྐྱོངས་སོ་ཚང་མ་ངོ་སོ་བོད་པ་ནང་རྫོང་འདི་ཤག་དེ་རིང་ང་ཞུ་ཡ་དེ་འདྲས་ཅིག་གི་ཚང་ལ་ཞག་གི་ཉིན་ད་རུང་མི་ཐུས་ནི་ཞུ་ཡ་ཡོ་དེ་རིམ་བཞིན་ཞུ་གི་ཡིན་དེ་རིང་དེ་འདྲས་ཅིག་ཚང་མ་ལ་ཞེས་པ་པོ་སུ་ལ་ཡིན་ཟེར་ན། སོ་སོ་སོ་སོ་གི་བསམ་མནོ་གཏོང། སོག་སོག་སོག་སོག་ས་ནོར་སྟོང། ཞོ་དྲུག་བསྲེས་པའི་བསླབ་པ་དེ་ལས་ཀྱི་མེད་ན་དཀྱིལ་འཁོར་གསལ་རེད། ངོ་སོ་ཚང་མ་ཀེ། རྒྱལ་བ་བསྟན་འཛིན་རྒྱ་མཚོ་གི་བཀའ་དྲིན་ལ་ཁོང་གི་བཀའ་དྲིན་ལ་བརྟེན་ནས་ངོ་སོ་འཛོམས་པའི་གླིང་ལ་བསླབ་ནས་ཚ་འདི་གས་དེ་ཁོང་པ་མོ་དྲ་བཤད་དེ་མི་དེ་གི་ནས་ཤོང་ཤ་དེ་ས་ནོར་གྱི་སྟོང་ནས་ལས་འབྲས་ཀྱི་གསུང་ན་ཤོད་ཡ་རེད་ད་ངོ་སོ་ཚང་མ་ཤོད་ཡ་རེད་འགྲོ་དགོས་རེད། རྒྱ་མཚོ་གི་བ་ལས་ན་ཞིག་འགྲོ་དགོས་རེད་དེ་ནས་ངོ་སོ་མི་རྒན་དག་དག་གི་མི་རྒན་དུ་སོག་གི་ག་བཤད་པ་ཡིན་ཚུ་ན་ཨ་ནི་ལོ་གཞོན་གྱི